དེབ་དེ་ནང་ལ་ཡང་ཨ་ནེ་མིན་ན་གཙོ་བོ་དེ་བཞུར་བ་ཡིན་ན་ཨ་ནེ་བོང་འདྲེ་རེད་ཤག་ཨ་ནེ་ཁོ་རང་གི་མིང་དངོས་གནས་དེ་ཡིན་པས་ན་བརྗོད་སྐད་བྱས་བོང་འདྲེ་བཞུར་བ་དེ་ཁོ་རང་གི་མིང་འདོགས་རེད་ཨ་ནེ། མིང་འདོགས་དེ་ཨ་ནེ། སྟག་ལུ་སྟག་ཐང་དེ་ཡིན་པས་ན་ཨ་ནེ་ཁྱེད་རང་གི་དེབ་དེ་ཀློག་བས་ན་ཤེས་ཀྱི་རེད། དེ་ནས་ད། དེ་ནང་ལ་ཡང་དེབ་དེ་ད། གྲུང་དེ་ནས་ལས་རེད་དེ་ཨ་ནེ་འགྲོ་སྟངས་དེ་ག་འདྲས་རེད་ཅེས་རེད་ཤག་བཞུར་བ་ཡིན་ན་ཨ་ནེ། གྲི་ཟུར་ཙམ་གྱི་ཁྱིམ་ཚང་བསྒྱུར་བ། བྱས་ཙང་འདི་སྙེ་མའམ་མེད་བྱས། མེད་ནས་ཡོད་བྱས་པ་དང་ཡོད་ནས་ག་ལི་ག་ལི་ཉམས་ཆག་འགྲོ་དུས་ག་ལི་ཡ་ཨ་ཉམས་ཆག་འགྲོ་ལུགས་འགྲོ་སྟངས་དང་འོ་ནས་འདྲེ་བྱས་བྱས་ཨ་ནི་གྲུང་དེ་འདྲས་ཅིག་དང་ཅི་ཡང་འགོ་བཙུགས་སྟངས་དེ་ཡིན་པ་ཡིན་ན་ཨ་ནི་མི་གསོད་ཁྲག་སྦྱོར་དང་བྲོས་བྱོལ་ནས་འགོ་བཙུགས་ཡས་ཅིག་དང་འཇུག་དེ་ཡིན་པ་ཡིན་ན་ལས་མི་གསོད་ཁྲག་སྦྱོར་དང་ཨ་ནི་བྲོས་བྱོལ་ནས་འདུག་བྱས་བྱས་འཇུག་དུས་ཡ་འོ་ནས་འདྲེ་ཅིག་བྱས་འོ་ནས་འདྲེ་ཅིག་རེད་བྱས་ད་དེ་ནས་ངའི་གྲུང་རོབ་ཙམ་བྱོས་ཞུས་པ་ཡིན་ན་ཨ་ནི་སྙེ་མ་བོང་འདྲེ་འདུག་བྱས་བྱས་ད་ཁོ་རང་གི་གྲུང་ཟེར།

བདག་མི་བཟང་པོ་ཅིག་བྱུང་བར་བ་ད་གཞུང་དྲང་པོ་ཅིག་དང། དངོས་གནས་ཨ་ནི་ཡ་རབས་ཚུལ་ལྡན་གྱི་མི་ཅིག་དང་དེ་འདྲས་ཅིག་རེད་ཤག་ཁོང་ཚོ་ནང་མི་དེ་ཚོ་ཡིན་པ་ཡིན་ན་ཨ་ནི་དེ་ནས་ད་ག་ལ་འོ་རེད་ཨང། དེ་ནས་ཡང་ང་ཚོ་ཉི་མ་བོད་ཀྱི་གཏམ་དཔེ་ལ་ཡོར་བ་འཕྲད་པའི་མཐའ་མ་ཨ་ནི་དྲན་རྒྱུ་དང་ཨ་ནི་སྐད་པའི་མཐའ་མ་ཤེས་རྒྱུ་ཡིན་སྲིད་དོ་ཅེ་ཅེ། དེ་ལ་གཞན་རེད་ད་ཁོང་ཚོ་ག་རེ་འོ་རེད་ཨང་ད་བོང་འདྲེ་པད་མ་མཚོ་རྒྱལ་ཨ་ནི་དེ་ནས་ད་སྲས་དགོད་འདྲེ་པ་ཁོང་ཚོ་ཞིག་དངོས་གནས་ད། སྐྱེས་པར་བ་སྐྱེས་པ་ནི་ཁྲི་ད་ཐུབ་རེད་ཁྲེས་པར་བ་ཁྲེས་ཚར་བའི་རྗེས་ལ་ཡང་ནི་ཁོ་རང་ཚོ་ཤིབ་རེད་ཤི་དུས་ཀྱི་གཡས་དུ་བྱས་རྗེས་ཁྲེས་འགྲོ་འགོར་བ་བྱས་ཙང་ནི་ང་ཚོ་དངོས་གནས། སྐྱེས་ཚར་བའི་རྗེས་ལ་ཡང་དངོས་གནས་ང་ཚོ་ག་དུས་ནས་ལས་ཤི་ཡར་དྲན་དགོས་ཡ་གལ་ཆེན་པོ་ཞེ་དྲག་རེད་འདི་ངས་ནི་ཟུར་ཡང་ལྟ་རྟོག་ཞུས་པ་ཡིན་འདི་དྲུང་དེ་ལ་ཡང་ཤི་ཤག་བྱས་ད་འདི་ནང་ལ་ཡང་ཁོ་ཚོ་ཚང་མ་ཨ་ཐུག་བྱས་རྗེས་ཐ་མ་དེ་གྲོངས་འགོར་བ་བྱས་ཙང་ནི་ང་ཚོ་ད་མི་དེ་སང་མི་མང་པོ་ཅིག་ད་དེ། ཤེས་ཡ་དྲན་གྱི་མ་དྲན་པའི་སོ་རེ་གཏོང་བ་བྱས་ཙང་ད་ང་ཚོ་ག་དུས་ཡིན་ནའི་ལས་ཤེས་ཡ་དེ་ནི་དྲན་དགོ་དགོ་བ་རེད་བྱས་ཙང་འོ་ནས་འདྲེ་ཅིག་བྱས་ཏེ་ནས། བྱས་ཙང་གནམ་ལོའི་རྒྱལ་གྱི་དལ་དུ་ལོག་པའི་སྣང་ངོ་ནས་ད་ཅོ་གྲོགས་པོ་ར་ཞིག་དང་ཨ་ནི་དེ་ནས་ངས་གོ་མ་ཚོད་པོ་དེ་འདྲས་ཡོང་གི་རེད་བསམ་གྱི་མི་འདུག་དེ་ཚོ་ད་གོ་ལས་སླ་པོ་ཞིག་རག་འདུག་བྱས་ཙང་ཨ་ནི་ཁྱེད་རྣམས་ཚོས་ད་དཔེ་དལ་དུ་ལོག་པའི་ནས་ལས་ཡག་པོ་ཞིག་རག་འདུག།